རྣམ་པར་གླིང་གའི་ཚངས་བློ་ལ་བཀྲ་ཤིས་བདེ་ལེགས། འདི་ནི་སྙན་ངག་གི་འཛིན་གྲྭ་བདུན་པ་དེ་ཡིན། སྙན་ངག་གི་འཛིན་གྲྭ་བདུན་པ་འདི་ཡི་སྐབས་དེ་ལ་ཨ་ནེས་ངོ་སྤྲོད་ཞུ་ཡ་གཅིག་ལ། གཙོ་བོ་དེ་དཔེ་རྒན་གྱི་སྐོར་ལ་དཔེ་རྒན་དེ་ཡི་ནང་ལོགས་ནས་ཆོས་དཔེའི་སྐོར་ལ་ངོ་སྤྲོད་ཞུ་གི་ཡིན། ད་དེ་ཡང་ཨ་ནེས་དཔེ་རྒན་ཞེས་པ་དེས་ཨ་ནེ། ཁོ་རང་ངོ་བོ་གི་དོན་དག་འགྲོ་བ་དེ་ག་འདྲས་རེད་ཟེར་ན། ཨ་ནེ་མཁས་དབང་རྒན་བེ་རི་འཇིགས་མེད་ཀྱིས། མཚོན་བྱེད་དཔེ་དང་མཚོན་བྱ་དོན་མཚུངས་པར་སྟོན་པ་དཔེ་རྒན་ཡིན་གསུངས་ཡོད་པ་རེད། དེ་ལས་སླ་པོ་ཞུ་བ་ཅིག་མི་འདུག་བས། ལས་སླ་བོ་འདུག་ཨང། དེ་རེད། མཚོན་བྱེད་ཀྱི་དཔེ་དེ་དང་མཚོན་བྱ་གི་དོན་གཉིས་པོ་དེ་མཚུངས་པར་སྟོན་པ་ཅིག་ལ་ཡང་དཔེ་རྒན་ཟེར་གྱི་ཡོད་རེད། དེ་ཡང་གོ་བདེ་བའི་དབང་དུ་བྱས་ནས་གསུངས་པ་ཡིན་ན་རྒན་བེ་རི་གིས་དེ་འདྲའི་གསུངས་ཡོད་རེད། དཔེ་དང་དཔེ་ཅན་གཉིས་དངོས་ཤུགས་ཅི་རིགས་པའི་སྒོ་ནས་ཕན་ཚུན་མཚུངས་པར་བསྟན་པའི་ཚིག་རྒྱན་ལ་དཔེ་རྒྱན་ཟེར་ཅེས་ནས། ད་དཔེ་རྒྱན་གྱི་ནང་ལོགས་ལ་དོན་དག་འདྲ་བོ་གལ་ཆེ་ཤོས་ཅིག་ག་རེ་དགོས་ཀྱི་ཡོད་རེད་ཟེར་ན་དཔེ་ཅིག་དགོས་ཀྱི་ཡོད་རེད་དཔེ་ཅན་ཅིག་དགོས་ཀྱི་ཡོད་རེད། ཁོ་གཉིས་མཚུངས་པར་བསྟན་དགོས་ཀྱི་ཡོད་རེད། མཚུངས་པ་བསྟན་སྟངས་དེ་ལ་ཡང་དངོས་སུ་མཚུངས་པ་བསྟན་ཡང་དང་ཤུགས་ལ་མཚུངས་པ་བསྟན་ཡང་ཅི་རིགས་ཡོད་རེད་དེ། མང་ཆེ་བ་ཅིག་ལ་ཡང་གོ་ལ་མཚུངས་པ་གསལ་བྱེད་ཀྱི་སྒྲ་སྦྱར་བའི་སྟེང་ནས་འགྲོ་གི་ཡོད་རེད། ཡིན་ན་ཡང་ཚང་མ་ལོགས་ལ་མཚུངས་པ་གསལ་བྱེད་ཀྱི་སྒྲ་ཡོད་མ་རེད། ད་ང་ཚོ་ད། ཆོས་པས་སེ་དེར་བ། ད་ཆ་ནཱ་རོ་ཆོས་ས་ཆོས་དྭོགས་པ་འདྲེན་པོ་པས་ཆོས་པས་སེ་དེ་དེ་གི་དོན་དག་ག་རེ་སེ་གོ་རེ་ཟེར་ན། དཔེ་དང་དཔེ་ཅན་གཉིས་ཀྱིས་ཆོས་མཚུངས་པར་བསྟན་པའི། ཆོས་མཚུངས་པར། དངོས་སུ་བསྟན་པའི་རྒྱན་བཅས་ནས། ད་འདི་ལ་ན་ཁ་ཐུག་གོ་བ་ག་འདྲི་འདྲ་བྱེད་ལེན་གི་ཡོད་མེད་ཤེས་མ་སོང། ཡིན་ན་ཡང། འདི་ནང་ལོགས་ལ་དོན་དག་རྡོག་རྡོག་ག་རེ་ཟེར་གི་ཡོད་རེད་ཟེར་ན་དཔེ་དང་དཔེ་ཅན་གཉིས་མཚུངས་པར་བསྟན་གི་ཡོད་རེད། དཔེ་རྒྱན་རེད་བ། མཚུངས་པར་བསྟན་སྟངས་འདི་ག་འདྲི་བྱེད་ནས་བསྟན་གི་ཡོད་རེད་ཟེར་ན་ཁོ་གཉིས་ཁྱད་ཆོས་འདི་འདྲའི་གཅིག་གི་ཐོག་ནས་མཚུངས་གི་འདུག་ཟེར་ཆོག་རེད་བ། འོ་དེ་ལས་ག་རེ་ཟེར་གི་ཡོད་རེད་ཟེར་ན་ཆོས་པས་ཟེར་གི་ཡོད་རེད། ཁྱད་ཆོས་མ་ལབ་པ་བྱས་ནས་ཁོ་དང་ཁོ་གཉིས་འདྲ་པོ་ཡོད་རེད་ཟེར་ལབ་པ་ཡིན་ན་ཨ་ནི་དངོས་པས་ཟེར་གི་ཡོད་རེད། ད་འདི་ཡང་ཤིང་བརྐོ་ཡ་དེ་དཔེ་གལ་ཆེན་པོ་ཡོད་རེད། དཔེར་ན། ཨོའོ། ཨ་ནི་སྙེ་མ་ང་ལ་མི་གཅིག་གིས་ལབ་བར་བ་ཨོ་ཁྱེད་རང་གདོང་པ་དེ་བེད། ནི་བཅོ་ལྔའི་ཟླ་བ་ནང་བཞིན་རེད་བྱ་ཟེར་ལབ་བ་དུས་ང་ཞེའུ་དགའ་བ་རེད་འདི་ག་རེད། ཁྱེད་རང་གི་གདོང་པ་དེ་བཅོ་ལྔའི་ཟླ་བ་ནང་བཞིན་རེད་བྱ་ཟེར་ལབ་བ་ཡིན་ན་ཆོས་དཔེ་རེད་བས་དངོས་དཔེ་རེད། འདི་དངོས་པོའི་རེད་བ། ཁྱེད་རང་གི། གདོང་པ་དེ་བཅོ་ལྔའི་ཟླ་བ་ནང་བཞིན་རེད་ཤག་སེ་ལབ་ཡིན་ན་དངོས་པོའི་རེད། དངོས་པོའི་ཚང་མ་ལོ་ལ་ཞེད་སྣང་བྱེད་དགོས་ཡ་ཡོར་ད། དངོས་པོའི་ཚང་མ་ལོ་ལ་རྒྱབ་ལོག་ལ་ག་རེ་བྱེད་ནས་འདྲ་གི་ཡོད་པའི་རྒྱུ་མཚན་དེ་དང་ཆོས་དེ་གསུངས་ཡོག་མ་རེད་བ། འོ་དེ་ཡིན་ཙང་མི་དེ་གི་ང་ལབ་པ་རེད་ཁྱེད་རང་གདོང་པ་དེ་བཅོ་ལྔའི་ཟླ་བ་ནང་བཞིན་རེད་ཤག་སེ་ལབ་དུས་ང་བཞི་བོ་དགའ་བ་རེད་བ།

ད་དེ་ལ་དེ་ཚོ་ཚང་མ་ལ་དངོས་དཔེ་རེད་ད་ཆོས་དཔེ་ཟེར་མཁན་དེ་ག་རེ་རེད་ཟེར་ན་དཔེ་དང་དཔེ་ཅན་གཉིས་དེ་མཚུངས་པ་བསྟན་གྱི་ཡོད་རེད་ལ་མཚུངས་པ་བསྟན་སྟངས་དེ་ག་འདྲས་བྱས་ནས་བསྟན་གྱི་རེད་ལབ་པ་ཡིན་ན་ཁྱད་ཆོས་དེ་དངོས་སུ་གསུངས་པའི་ཐོག་ནས་སྟོན་དགོས་རེད། དེ་འདྲས་ཡིན་ཙང་དཔེ་ཆོས་དཔེ་གྱི་གོ་དོན་ག་རེ་ཞེ་ད་ད། དཔེ་དང་དཔེ་ཅན་གཉིས་ཀྱི་ཆོས་མཚུངས་པར་བསྟན་པའི་འགན་དེ་ལ་དོ་འོ་དེ་རེད་ད་ང་ཚོ་སྙན་ངག་རྩ་བའི་གི་དཔེར་བརྗོད་ནང་ལ་ཇི་འགྲོ་གི་ཡིན་འདིར་བ་ད་སྙན་ངག་མེ་ལོང་མེད་གི་རྩ་བའི་ནང་ལོག་ལ་ལྷོད་བོན་བདེན་བྲིས་གི་འདི་སོང་རེད་ད་ཚིག་རྐང་གཉིས་མ་གཏོགས་མི་འདུག་བ། མཛེས་མ་ཁྱོད་ཀྱི་ལག་མཐིལ་ནི་ཆུ་ཆེན་བཞིན་དུ་ཀུན་ཏུ་དམར། འདི་རེད། ད་འདི་ལས་སླ་བོ་ཞུ་གི་རེད། ད་འདི་དུས་བཀག་ལ་ངེས་པར་དུ་ག་རེ་མཁྱེན་དགོས་རེད་ཟེར་ལགས་ན། དཔེ་ཅན་ག་རེ་རེད། དཔེ་ག་རེ་རེད། ཚོང་པ་གསལ་བྱེད་ཀྱི་སྒྲ་ག་རེ་རེད། ཁྱད་ཆོས་ག་རེ་རེད། དེ་ཤེས་དགོས་རེད་ཆོས་པའི་སྐབས་ལ། ད་དེ་ཡང་བལྟས་དང། མཛེས་མ་ཁྱོད་ཀྱི་ལག་མཐིལ་ནི་ཆུ་ཆེན་བཞིན་དུ་ཀུན་ཏུ་དམར། ཟེར་ལགས་འོན་ཏུ། མཛེས་མ་ཁྱེད་རང་གི་ལག་མཐིལ་དེ། དཔེ་ཅན་རེད། ཆུ་སྐྱེས་ཟེར་ནས་དམར་བོ་ནང་ལ་ཚོན་ཁྲ་དམར་བོ་བཏང་འདུག་འོ་འདི་ག་རེད། དཔེ་རེད། བཞིན་དུ་ཟེར་ནས་ནག་པོ་རང་འཇགས་བཞག་འདུག་འདི་ག་རེད་མཚུངས་པ་གསལ་བྱེད་ཀྱི་སྒྲ་རེད། ཀུན་ཏུ་དམར་ཟེར་ཏེ་འདི་ག་རེད་ཁྱད་ཆོས་རེད། ད་གངས་ཅན་མདོར་བསྡུས་ན་དཔེ་ཅན་མཛེས་མ་ཁྱོད་ཀྱི་ལག་མཐིལ་དེ་དང་དཔེ་ཆུ་སྐྱེས་ཟེར་ན་མེ་ཏོག་པད་མ་ལ་ཟེར་བ་རེད། མེ་ཏོག་པད་མ་གཉིས་པོ་དེ་འདྲ་བ་རེད་བཞིན་དུ་རེད། བཞིན། ལྟར་མཚུངས་པ་འདྲ་བ་རེད། ག་རེ་གི་ཐོག་ནས་འདྲ་བ་རེད་ལབ་པ་ཡིན་ན། ཆོས་ཅི་བཞིན་དུ་ཀུན་ཏུ་སྨྲ་རེ་བའི་ཐོག་ནས། སྨྲ་རེ་བ་དང་མཛད་པའི་སྟེང་ནས་མཛེས་མ་ཆོས་ཀྱི་ལ་དེ་དང་ཆོས་ཅན་གཉིས་པོ་དེ་འདྲ་བ་རེད་ལབ་འོན་དུས་མཛེས་མ་ཆོས་ཀྱི་ལ་དེ་དེ་དང་ཆོས་ཅན་གཉིས་འདྲ་བའི་ཁྱད་ཆོས་དེ་སྟོན་སོང་ཨ། དེ་འདྲ་ཡིན་ཚ་འདི་ཡི་མིང་ལ་ག་རེ་བྱ་བ་རེད། ཆོས་པའི་ཆ་རེད། ལེགས་སེ། ལེགས་སེ། ད་རྒྱལ་དབང་ལྔ་པ་ཆེན་པོའི་སྙན་ངག་དབྱངས་ཅན་རྗེས་ལུས་ཀྱི་ནང་ལོགས་ལ་འབོད་རྒྱུ་འདི་ཤ་ཡི་རེད། ངག་དབང་དབྱངས་ཅན་རྒྱས་པའི་ཞལ་གྱི་སྒོ། ཡིད་འོང་འཛུམ་པའི་དབུས་ནས་བཞི་བཅུ་ཡི་ཚེམས། ཚར་དུ་དངར་འདི་ཉི་འོད་ཀྱིས་ཁ་དཔེར་གངས་ཀྱི་རི་བོ་ལྟ་བུར་དཀར་ཞིང་མཛེས། དེ་རེད། ད་འདི་ཡི་ནང་ལོགས་ལ། ཨ་ནི་ཁྱེད་རང་གི། དང་པོ་དཔེ་ཅན་ག་རེ་རེད་དཔེ་ག་རེ་རེད། གསུམ་པ་སེ་བཅད་ཀྱི་སྒྲ་ག་རེ་རེད་ཁྱད་ཆོས་ག་རེ་རེད་ཤག་འདི་གཅིག་ཚད་དང། དང་པོ། དཔེ་ཅན་དེ་ག་རེ་རེད་ལབ་ན་ངག་དབང་དབྱངས་ཅན་དགྱེས་པའི་ཞལ་གྱི་སྒོ་ཡིད་འོང་འཛུམ་པའི་དབུས་ནས་བཞི་བཅུ་ཡི་ཚེམས་ཚར་དུ་དངར་བ་འདི། དཔེ་ཅན་རེད། ཉི་འོད་ཀྱིས་ཁྱབ་པའི་གངས་ཀྱི་རི་བོ་དེ། པའི། ལྟ་བུར་ཞེས་པ་དེས་མཚུངས་པ་བསྲེས་བཅད་ཀྱི་སྒྲར། དཀར་ཞིང་མཛེས་ཟེར་ཡ་དེ་ཁྱད་ཆོས་རེད་བ། ད་དེ་འདྲ་ཡིན་པ་ཡིན་ན་ད་འདིའི་དོན་དག་ག་རེ་ཟེར་ཡོད་འགོ་ཟེར་ན། ངག་དབང་དབྱངས་ཅན་མ། ལྷ་མོ་དབྱངས་ཅན་མ་ཡོད་རོ་ཟ་རོ་ཟུར་ཏེ། ངག་དབང། ལྷ་མོ་དབྱངས་ཅན་མ། ཐུགས་རབ་ཏུ་དགྱེས་པའི་ཞལ་གྱི་ནག་ལོགས་ནས། ཞལ་ནས། ཞལ་གྱི་སྒོ་གི་ནག་ལོགས་ནས་ཟེར་ན་ཁ་ནས། ཨ་ནི། ཡིད་འོང་འཛུམ་པའི་དབུས་ནས། ཨ་ནི། ཞལ་གྱི་སྒོ། ཞེས་ཏེ་ཡིད་འོང་འཛུམ་པའམ་ཟེར་འདྲེ་ཙམ་པ་ལ་ཅིག་འཛུམ་དམུལ་དམུལ་གྱི་སྣང་ཡོང་དུས་འཛུམ་དམུལ་དམུལ་སྣང་བའི་དབུས་ནས་དེ་ཡི་ཁྲོད་ནས་དེ་ཡི་དཀྱིལ་ནས་བཞི་བཅུ་ཡི་ཚེམས། གྲངས་ཀ། ཚེམས་ཟེར་དུས་བཞི། ག་རེ་བ། སོ་རེ་བ། སོ་བཞི་བཅུ་ཡི། ཐམ་པ་དེ། བང་འགྲིག་ནས་བསྡད་ཡོད་པ་ཚར་དུ་དངར་བ། ཚར་དུ་དངར་བ་ཞེས་བྱ་བ་དེ་ནི། བང་འགྲིག་པོ་ལྷུ་འགྲིག་པོ་བྱས་ནས་བསྡད་ཡོད་པ་དེ་ལ་ཡང། ཚར་དུ་དངར་བ་ཟེར་གྱི་རེད། དེ་འདྲའི་གི་ཚར་དུ་དངར་བ། དེའི་དཔེ་ཅན་རེད། ད་དཔེ་ག་རེ་དང་འདྲ་པོ་འདུག་ལབ་པ་ཡིན་ན་ཉི་འོད་ཀྱིས་ཁྱབ་པའི་གངས་ཀྱི་རི་བོ། ད་ཉི་འོད་ཀྱིས་ཁབ་པའི་གངས་ཀྱི་རི་བོ་ཟེར་ན་གངས་རིས་ཁོ་རང་སྤྱི་བཏང་ནས་དཀར་བོ་བྱས། ད་ང་ཚོ། དཔེ་དེ་གངས་རིས་མུ་ཁྱུད་ཟེར་ནས་གངས་རིས་འདི་འདྲའི་བང་བྲིས་ནས་ཡོད་བསྡད་པ་དེ་འདྲ་ཡིན་ན་ད་ཉི་མའི་འོད་ཅིག་ཤར་ཡོང་དུས་ཙམ་པ་ལ་གངས་རིས་དཀར་བོ་དེ་ཡོད་པ་དེའི་སྒང་ལ་ཉི་མའི་འོད་ཅིག་ཤར་ཡོང་དུས་ཙམ་པ་ལ་བལ་མཛེས་པོ་བཞི་བོ་འདུག་བ་སྙིང་རྗེ་མོ་ཞེས་པ་དཀར་ཞིང་མཛེས་པ་འགྲོ་ཞིག་འདུག་ག་དེ་འདྲ་ཡིན་པ་ཡིན་ཙང་ཉི་འོད་ཀྱིས་ཁྱབ་པའི་གངས་ཀྱི་རི་བོ་དེ་ག་རེ་རེད་ཟེར་ན་དཔེ་རེད། ལྟ་བུར་ཞེས་པ་དེ་ཚོང་པ་ཟས་བཅད་ཀྱི་སྒྲ་བྱས་ནས་དེ་ག་རེ་གི་ཐོག་ནས་འདྲ་གི་འདུག་ལབ་པ་ཡིན་ན། ཨ་ནི། ལྷ་མོ་དབྱངས་ཅན་མིག་གི་ཨ་ནི། ཚེམས་བཞི་བཅུ་དེ་ཚ་དུ་མངའ་བ། དེས་ཉི་འོད་ཀྱིས་ཁ་བའི་གངས་ཀྱི་རི་བོ་དང་ཁྱད་ཆོས་ག་རེ་གི་ཐོག་ནས་འདྲ་གི་འདུག་ལབ་པ་ཡིན་ན་ཁྱད་ཆོས་དཀར་ཞིང་མཛེས་པའི་ཐོག་ནས་འདྲ་གི་འདུག་དེ་རེད། ད་ངས་མདོར་བསྡུས་ཅན་གྱི་ལབ་པ་ཡིན་ན། ལྷ་མོ་དབྱངས་ཅན་མ་ཐུགས་རབ་ཏུ་དགྱེས་པའི་ཡིད་འོང་འཛུམ་པའི་དབུས་ན་ཞིབ་འཇུག་གི་མཚན་ཚར་དུ་དངར་བ་འདི། ཨ་ནེ་ཉི་འོད་ཀྱིས་ཁ་བའི་གངས་ཀྱི་རི་བོ་ནང་བཞིན་བྱས་ནས་དཀར་ཞིང་མཛེས་པ་རེ་ཤཱས་ལ་འོང་དུས། དཔེ་ཅན། ལྷ་མོ་དབྱངས་ཅན་མའི་མཚན་དང། དཔེ། ཉི་འོད་ཀྱིས་ཁ་བའི་གངས་ཀྱི་རི་བོ། ཁྱད་ཆོས། དཀར་ཞིང་མཛེས་པའི་ཆ་ནས་འདྲ་གི་འདུག་ལ་འོང་དུས་འདི་གར་ཆགས་འདི་ཡོད་རེད་ཟེར་ན་ཆོས་པས་ཆགས་ཡོད་རེད། བྲིས་སོང། དེ་གཅིག་རེད། ད་དེའི་ཤུལ་སྐོར་དེ་ལ།

དེ་འདྲ་ཡིན་ཙང་བོད་ཁེ་བོད་ཀྱི་སྙན་ངག་འདི་ཡི་གོ་དོན་དེ་ག་རེ་རེད་ཟེར་ན་ནེའུ་སིང་ནེའུ་སིང་ཟེར་ན་སྤང་ལྗོངས་ལ་ཟེར་གོ་རེད་ད་སྙན་ངག་སྦྱང་གི་སྦྱང་གི་བྱས་ནས་མིང་ཚིག་དེ་ཚོ་སྦྱང་ཐུབ་ན་ཡག་པོ་ཡོད་རེད་སྤང་ལྗོངས་ལ་ཟེར་གི་རེད་སྤང་ལྗོངས་དེ་ལ་ནེའུ་སིང་ཟེར་ནས་དེ་འདྲ་བའི་སྤང་ལྗོངས་དེ་ག་འདྲས་ཀྱི་རེད་བྱ་ཟེར་ན་གཡུ་ཡི་མེ་འདྲས་པ་འཕྱི་བ་ནང་བཞིན་བྱས་ནས་སྔོ་ཐིང་ཐིང་རེད་བྱ། ཅིག་བྱས། ཨ་ནི་སྤང་ལྗོངས་དེའི་སྒང་ལ་ཤར་འདེབས་པའི་མེ་ཏོག་གི་ཕྲེང་བ་མཛེས་པོ་དེ་གས་དེ་ག་འདྲས་འདྲ་ཅིག་རེད་བྱ་ཟེར་ན་ནམ་མཁའི་གི་སྐར་ཚོགས་དེ་ནམ་མཁའི་སྐར་ཚོགས་ནང་བཞིན་བྱས་ནས་བཀྲ་བའམ་འཕྲོ་དེ་བྱ། ཉེས་བྱས། གསུམ་པ་སྟེ་མེ་ཏོག་དེ་འདྲ་ལ་འཁོར་བའི་འབུ་བུང་བ་གི་འབྲི་ལུགས་ཀྱི་འབྲི་འདྲ་སྟེ། འབུ་བུང་བ་དེ་གའི་དེ་གའི། ནི་ཁ་སོགས་རེད། ནི། འབྲི་ལུགས་འགྲོ་བའི་གི་སྒྲ་དེ་ག་འདྲའི་སྒྲ་བརྗོད་རེད་བྱ་ཟེར་ན། རྒྱུད་མངས། ཟེར་དུས་རྩམ་པ་ལ་ད་ང་ཚོ། དེ་ཁ་སོགས་རེད་བཤད་སྟངས་ཡག་གི་རྒྱུད་མངས་དེ་ཟེར་གོ་རེད་པ། ད་དེ་ཨིན་ཇི་ནང་ལོགས་ལ། ཏག་ཏག་འགྲོ་བ་ཅིག་ག་རེ་ལབ་ཡོད་ན་ཧ་གོ་མ་སོང། རྒྱུ་མ་དང་སྒྲ་སྙན་གྱི་རིགས་ཅིག་རེད་བ། རྒྱུ་མ་ནང་བཞིན་གྱི་སྙན་པོ་འདུག་གསུམ་བྱས། ཨ་ནི་བཞི་བ་དེ་ག་རེ་རེད་ཟེར་ན། ཨ་ནི་དེ་འདྲས་ཡོད་དེ་ས་དེ་ག་བ་རེད་ཟེར་ན་སྐྱིད་ཀྱི་དུས་དཔྱིད་དཀར་གྱི་དུས་ཚོད་དེ་རེད། དཔྱིད་དཀར་གྱི་དུས་ཚོད་འདིས་དཔེ་ག་རེ་དང་འདྲ་པོ་འདུག་ཟེར་ན་ན་ལྷ་ཡུལ་ནང་བཞིན་གྱི་མཛེས་པོ་འདུག། དེ་ལ་ཡོན་ཏན་བརྩམས་པ་ལ་ད་འདི་ཡི་ན་ལོ་ལ་དཔེ་མི་འདྲ་བ་བཞི་དཔེ་ཅན་མི་འདྲ་བ་བཞི་མཚུངས་པ་གསལ་བྱེད་མི་འདྲ་བ་བཞི་ཁྱད་ཆོས་མི་འདྲ་བ་བཞིའི་དུ་བ། ད་དེ་ཡང་ང་ཚོ་ནེའུ་སིང་དང་པོ་གི་དཔེ་ནེའུ་དཔེ་ཅན་ནེའུ་སིང་དཔེ་གཡུ་ཡི་མེ་འབྲེལ་འཆི་བ། མཚུངས་པ་གསལ་བྱེད་ཀྱི་འདྲ། ཁྱད་ཆོས་སྔོ་བ་དེ་འདྲ་ཡིན་ཙང་དཔེ་ནེའུ་སིང་སྤང་ལྗོངས་དེ་གའི་དེ་གཡུ་ཡི་མེ་འབྲེལ་འཆི་བ་ནང་བཞིན་གྱི་སྔོ་དེ་དེང་རེ་བཞག། དེའི་ཤུལ་སྐོར་དེ་ལ་མེ་ཏོག་ཕྲེང་འཛིན་དཔེ་ཅན་སྐར་ཚོགས། པས་བཞིན་དུ་མཚུངས་པ་གསལ་བྱེད་ཀྱི་སྒྲ་བཀྲ། ཁྱད་ཆོས་དེ་འདྲའི་ཡིན་པ་ཡིན་དུས་ཨ་ནེ་དཔལ་ཆེན་མེ་ཏོག་གི་ཕྲེང་བ་མཛེས་པོ་དེ་གས་དེ་ནམ་མཁས་ཀྱི་སྐར་ཚོགས་ནང་བཞིན་བྱས་ནས་བཀྲ་བ་རེད་ཤག་གཉིས་པ། གསུམ་པ་དེ་དཔལ་ཆེན་བུང་བའི་མགྲིན་འདྲ་དཔེ་རྒྱུད་མང་ལྟར་ཨ་ནེ་ག་རེ་སོགས་རེད་མཚུངས་པ་གསལ་བྱེད་ཀྱི་སྒྲ་སྙན་པ་ཁྱད་ཆོས་དེ་འདྲའི་ཡིན་པ་ཡིན་དུས་དཔལ་ཆེན་བུང་བའི་གི་མགྲིན་འདྲ་དེ་དཔེ་རྒྱུད་མང་ནང་བཞིན་གྱི་སྙན་པོ་འདུག་དེའི་ཤུགས་ཀྱིས་མཐའ་མ་དེ་ལ་སྐྱིད་ཀྱི་དུས་དཔལ་ཆེན་ལྷ་ཡུལ་པས་ལྟ་བུར་མཚུངས་པ་གསལ་བྱེད་ཀྱི་སྒྲ་མཛེས་ཁྱད་ཆོས་དེ་འདྲ་ཡིན་པ་ཡིན་དུས་དཔེ་ཅན་ཁྱེད་ཅིག་གིས་དུས་དེའི་དཔེ་ལྷ་ཡུལ་ནང་བཞིན་གྱི་མཛེས་པོ་རེ་བཞག་དུས་བྱས་ནས་ལ་ཡོན་དུས་བརྩམས་པ་ལ་ད་ཅིག་གི་སྤང་ལྗོངས་དེ་གའི་དེ་དཔེ་དང་སྔོ་ཐིག་ཐིག་གཡུ་ཡི་མེ་འདྲ་འཁྱིལ་བ་འདྲ་བོ་ཅི། ཨ་ནི་མེ་ཏོག་གི་ཕྲེང་བ་དེ་གའི་དེ་ནམ་མཁའི་སྐར་ཚོགས་དཔེ་ལྟར་བཀྲ་བ་ནང་བཞིན་གྱིས་ཡོད་བསྡད་པ། ཨ་ནེ་དག་ནང་བཞིན་གྱི་བུང་བས་གི་འདྲིས་འདྲ་དེ་གས་དེ་རྒྱུད་མང་འཕྲོ་བ་ནང་བཞིན་བྱས་ནས་སྙན་པོ་ཡོད་བསྡད་པ། དཔྱིད་ཀའི་གི་དུས་ཚེས་དེ་ལྷ་ཡུལ་ནང་བཞིན་གྱི་བྱས་ནས་མཛེས་ཤིང་ལྟ་ན་སྡུག་པ་ཡིན་པ། འོ་དེ་འདྲའི་གྱི་ལྷ་ཡོད་དུས་ད་འདིའི་མིང་ལ་གར་ཟེར་བར་ཟེར་ན་ཆོས་པས་གོ། དྲིས་སོང་ཨ་དེས་བྱས། ད་དེ་དང་ཨ་ནེ་གོ་དན་དེ་དང་མཐུན་པ་བྱས་ནས་མཁས་དབང་རྒན་བེ་རི་མཆོག་གིས་ཨ་ནེ་འདི་འདྲའི་གྱི་སོང་ཤག། གཙུག་ལག་ཁང་ནམ་འཆི་མེད་མཁར་བཞིན་མཛེས། དྲི་ཞིམ་བདུག་སྤོས་ནམ་མཁའི་སྤྲིན་ལྟར་འཐིབ། མ་ནི་དབྱངས་རྟ་ཁུ་བྱུག་བཞིན་དུ་སྙན། ལྷ་ས་འདི་ནི་ལྷ་ཡུལ་ལྟ་བུ་ཀིས། ད་དེ་ཡང་བྱ་བ་ལྔ་པ་ཆེན་པོའི་བྲིས་ཐང་འདྲ་བོ་མ་ཡིན་པ་བྱས་ནས་ད་ལྟ་དཔེ་དེ་ནང་བཞིན་མ་ཡིན་པར་བོད་མཁས་པ་ནང་བཞིན་བྲིས་ནས་དཔེ་མང་པོ་ཡོད་པ་དཔེ་ཆའི་མང་པོ་ཡོད་པ་དེ་རེད་དོ་དེ་གཉིས་ག་རེ་བྲིས་ན་འགྲིག་གོ་བར་ད་གཉིས་ཀ་ག་རེ་བྲིས་བྲིས་རེད། ད་འདི་ནང་ལོགས་ནས་ཡིན་ན་ལྷས་ས་ལ་དཔེ་བྱ་བའི་ཐོག་ནས་བྲིས་རྒྱུ་རེད་དོ་ད་དེ་ཡང་དང་པོ་གཙུག་ལག་ཁང་དེ་གས་དེ། ག་རེ་འདྲ་བོ་འདུག་ས། འཆི་མེད་ཀྱི་མཁར་འཆི་མེད་ཟེར་ན་མཁར་ཟེར་རེད་ལྷ་ལ་ཟེར་རེད། འཆི་མེད་མཁར་ཟེར་ན་ཕོ་བྲང་ཟེར་རེད་འཆི་མེད་ཀྱི་ལྷ་ཡུལ་གྱི་ཕོ་བྲང་ནང་བཞིན་བྱས་ནས་མཛེས་པོ་རེ་བཞག་ཨཱ། ལྷས་བསགས་ཀྱི་གཙུག་ལག་ཁང་དུ། གཅིག་བྱས། གཉིས་པ་དེ་ལ་གཙུག་ལག་ཁང་ནི་དེ་ནང་ལ་དཔར་ཞབས་པའི་དྲི་ཞིམ་པོ་གི་བདུག་སྤོས། སྤོས་དཔར་བཞག་ཡག་འདུག་ས་ག་འདྲའི་འདྲ་བོ་ཅིག་རེད་ཅེས་བཤད་ཟེར་ན་སྤོས་དེ་གས་ཏེ་ནམ་མཁས་ཀྱི་སྤྲིན་པ་ནང་བཞིན་བྱས་ནས་འཐིབས་ཏེ་བཞག་སྤོས་ཤུགས་ཆེན་པོ་སྤོས་མང་པོ་དཔར་ཡོང་དུས་འཐིབས་ཏེ་བཞག་ཨཱ། གཉིས་བྱས། གསུམ་པ་དེ་གཙུག་ལག་ཁང་དེའི་ནང་ལོགས་ལ།

དེ་འདྲའི་ཡིག་ཚང་འདི་ཡི་མིང་ལ་ཆོས་དཔེ་ཟེར་བར་བྲིས་སོང་ཨ། ལེ་སེ། ད་ང་རང་ཚོའི་བོད་ཆོས་བྱེད་མཁན་ཞུ་ཡིན་འདོད་པ། ད་དེ་ཡང། ངེད་དེའི་བླ་སྒྲོ་སྤུ་བོ་ལྷོ་བྱུང་ལྷོ་མ་འཛིན་གྲྭ་བདུན་པ་དགེ་བ་སྤུ་བོ་ཏོ་སོགས་ཀྱི་ཆེད་དུ་བོད་ཆོས་ལས་སླ་པོ་ཆེ་བཀོད་པ་ཡིན་ན་འདི་འདྲའི་རེ་ད། ཕ་མ་བཞིན་དུ་བྱམས་ཀྱིས་སྐྱོང། དགེ་རྒན་བཞིན་དུ་ལམ་སྟོན་གནང། སྐྱབས་མགོན་རྒྱ་བ་རིན་པོ་ཆེ་རང་གིས་སྲོག་བཞིན་གཅེས་པར་བཟུང། ད་རྒྱ་བ་རིན་པོ་ཆེ་ལ་སྦྱར་བའི་སྟེང་ནས། ད་འདི་ག་རེ་གླ་བཞག་ཡོད་རེད་ཟེར་ན་དང་པོ་དེ་རྒྱལ་བ་རིན་པོ་ཆེ་དེ་སོ་སོས་ཀྱི་ཕ་མ་ནང་བཞིན་བྱས་རྒྱལ་བ་རིན་པོ་ཆེ་གི་ང་ཚོས་སོ་སོས་ཀྱི་ཕ་མ་ནང་བཞིན་བྱས་ནས་བྱམས་ཀྱིས་སྐྱོང་པ་རེད། རྒྱལ་བ་རིན་པོ་ཆེ་གི་སོ་སོའི་དགེ་རྒན་ནང་བཞིན་བྱས་ནས་ང་ཚོ་ལ་ལམ་སྟོན་གནང་བ་རེད། དེ་འདྲ་ཡིན་པ་ཡིན་ཙང་སྐྱབས་མགོན་རྒྱལ་བ་རིན་པོ་ཆེ་དེ་རང་གི་སྲོག་ནང་བཞིན་བྱས་ནས། རྩ་ཆེན་པོ་བརྩི་དགོས་རེད། གུས་ཞབས་བྱེད་དགོས་རེད། འོ་དེ་འདྲའི་ལབ་ཡོང་དུས་འདི་གར་ཆགས་སོང་བྱོས་པས་ཆགས་སོང་ཨ། རྒྱལ་བ་རིན་པོ་ཆེ་དཔེ། ཨ་ནི། དཔེ་ཅན་རྒྱལ་བ་རིན་པོ་ཆེ་དེས་དཔེ། ཕ་མ་ནང་བཞིན་གྱི་བྱམས་ཀྱིས་སྐྱོང་གི་ཡོད་པ། དེ། རྒྱལ་བ་རིན། དཔེ་ཅན་རྒྱལ་བ་རིན་པོ་ཆེ་དེ་གིས། ཨ་ནི། དཔེ། དགེ་རྒན་ནང་བཞིན་བྱས་ནས་ང་ཚོ་ལ་ལམ་སྟོན་གནང་གི་ཡོད་པ། དེ་འབྲེལ་གྱི་རྒྱལ་བ་རིན་པོ་ཆེ་དེས་ང་རང་ཚོའི་ངོས་ནས་སྲོག་ནང་བཞིན་བྱས་ནས་རྩ་ཆེན་པོ་བརྩི་དགོས་ཀྱི་ཡོད་པ། བཀྲ་བྷེ་གི་མིག་དང་ཁོ་བོད་ཀྱི་སྙིང་ནང་བཞིན་བྱས་ནས་ང་ཚོའི་གི་རྩ་ཆེན་པོ་བརྩི་དགོས་ཀྱི་རེད། འོ་དེ་ང་ཚོ་ཆོས་པའི་སློབ་ཆུང་སློབ་མའི་གི་ཆེད་དུ་ཡིན་ད་རེད་བ། ད་དེ་ཞུ་གུ་དེ་ལ་གཞོན་ནུ་ཕོ་མོ་ལོ་ཙེ་ཨོ་ཙི་ཡང་རྒན་པ་དེ་གའི་གི་ཆེད་དུ་ད་ཡང་ཕོ་མོའི་བརྩེ་དུང་དང་འབྲེལ་བའི་ཐོག་ནས་ངས་བོད་ཆོས་ཞུས་པ་ཡིན་ན། བཞིན་རས་དཔལ་མོ་ལས་ཀྱང་ལྷག་པར་མཛེས། སྐྱེས་སྐབས་སྨྱུག་མ་བཞིན་དུ་ལྡེམ་ལྡེམ་གཡོ། མཛེས་མ་དཔེ་སྐྲུན་བྱ་བའི་ཡིད་འོང་མ། ལས་བྲེལ་བུ་མོ་བཞིན་དུ་སྙིང་ལ་སྡུག། འོ་དེ་རེད། ད་འདི་སུ་ལ་རེད་ཟེར་ན་མིས་ཏི་བེད་བསྟན་འཛིན་དཔེ་སྐྲུན་ལ་རེད། མིས་ཏི་བེད་བསྟན་འཛིན་དཔེ་སྐྲུན་འདྲ་པོ་ཅིག་ལ་ཕྱག་ཚོན་པ་ཡིན་ན་ད་ཁོང་གི་ཞལ་རས་དེ་ག་འདྲའི་ཞིང་རས་ཟེར་ན་ཞེ་ས་མེད་པ་རེད། ཞར་ལ་ཞལ་ཟེར་ན་ཞེ་ས་རྒྱབ་རེད་བ། ཞིང་རས་སྡོང་པོ་དེ་ག་འདྲའི་ཀྱི་རས་ཤ་ཟེར་ན་དཔལ་མོ་ལས་ཀྱང་ལྷག་པར་མཛེས་པ། དཔལ་མོ་གསལ་ཏེ་ཁྱབ་འཇུག་གི། སྐྱེ་མེད་ལི་རལ་ཟེ་གོ་བ་རི་ལ། བུ་མོ་སྙིང་རྗེ་མོ་དུ་སུ་བྲེ་ལ་ཡ་ཟེ་གི་ཡོར་ད་ག་འདའ་ག་རི་ལམ་ལ་ཡང་འདྲི་གི་ཡོར་བ། ཞེས་རེ་སྟེ་དཔལ་མོ་ལས་ཀྱང་ལྷག་པར་དུ་མཛེས་པ་རེ་བྱ། དེ་ལ་འོན་དུ་དཔལ་ཅན་ཞེས་རེ་སྟེ། དཔེ་དཔལ་མོ་ལས་ཀྱང་ལྷག་པར་དུ་མཛེས་པ་ཡིན་པ། སྐྱེས་སྐབས་སྨྱུག་མ་བཞིན་དུ་ལྡེམ་ལྡེམ་གཡོ་ཟེའུ་དུས་ཙམ་པ་ལ་སྐྱེས་པ་དེ། སྐྱེས་པ་དེ། པེ་ཅིན། པས་སྨྱུག་མ་ནང་བཞིན་བྱས་ནས་ལྡེམ་ལྡེམ་བྱས་ནས་གཡོ་གུ་འདུག Flexible ཞུ་རེག་ཤཱས། དེ་འདྲའི་གི་ཡོད་དེ་ངེད་ཀྱིས་མཛེས་མ་བསྟེན། མཛེས་མ་དཔེ་སྐྲུན་བྱ་བའི་ཡིད་འོང་མ། མཛེས་མ་དཔེ་སྐྲུན་ལ་ནི་གྲགས་བསྡད་པའི་ཡིད་དུ་འོང་བའི་བུ་མོ་དེས། ག་འདྲི་པེ་ཅིན་རེད། པས་ག་རི་དང་འདྲ་པོ་འདུག་ལབ་པ་ཡིན་ན། ལེ་ཀྲི་བུ་མོ་ལེ་ཀྲི་ཟེར་དུས་རྩམ་པ་ལ་ག་རི་ཟེར་དགོས་རེད། ལྷ་ལ་ཟེར་བ་རེད། ལས་བྲིས་བུ་མོ་ཟེར་ན་ལྷའི་བུ་མོ་ལྷ་མོ་ལ་ཟེར་བ་རེད། ལྷ་དེ་ཚོ་ལ་ལས་བྲིས་ལགས་པའི་རྒྱུ་མཚན་དེ་ལོ་མང་པོ་ཤེས་ཀྱི་རེད་དེ་ཡིན་ནའི་མང་ཆེ་ཆུང་ཨ་འདྲས་འདྲ་བོ་མེད་འགྲོ། ལྷ་དེ་ཚོ་དཔེ་རྙིང་རྗེས་རྗེས་ལ་དཔེ་དེ་གར་ཟེར་བ་རེད་བས་ག་འདྲས་ཀྱི་རེད་ཤ་ཟེར་དུས་རྩོམ་པ་ལ་དཔེ་དེ་རི་མོ་རྙིང་རྗེ་སྔོ་རྗེ་བྲིས་བཞག་ངེས་སོ་འདྲ་བོ་བྱས་ནས་མིག་དང་ཁ་དང་དེ་ཚོ་ཚང་མ་ཏག་ཏག་ཚང་བསྡད་དགོས་འདྲ་བོ་བྱེད་འདུག་ཨ། འདི་འདྲས་ཡོད་པ་ཡིན་ཙང་དེ་ལ་ལས་བྲིས་བུ་མོ་ཟེར་ནས་ད་འདྲེ་བཤད་འདུག་ཟེར་ཀྱང་ན་སྙིང་རྗེ་ཡང་ཡོད་རེད་འདི་འདྲེ་བཤད་མང་པོ་འདུག་གང་ཅིའི། ལས་བྲིས་བུ་མོ་ཟེར་ན་ལྷ་ཡི་བུ་མོ། ལྷ་ཡི་བུ་མོ་ནང་བཞིན་བྱས་ནས་སྙིང་ལ་སྡུག་བ། སྙིང་ལ་སྡུག་པ་ཟེར་དུས་སྙིང་ལ་ཡིད་དུ་འོང་བ། སྙིང་ལ། བབས་པ། སེམས་ལ་བབས་པ་དེ་ལ་སྡུག་པ་ཟེར་གི་རེད་ས་དག་དུ་དག་ཤི་དུག་དགའ་དུག་དོན་དག་དེ་ལ་དེ་ཟེར་བར་བ། འོ་དེ་འདྲས་ཡིན་དུས་ཙམ་པ་ལ་འདི་བཞག་ས་དེ་ག་རེ་ལ་བཞག་པ་རེད་ལབ་པ་ཡིན་ན་མཛེས་མ་དཔེ་སྒྲོན་ལ་བཞག་པ་རེད། སྦྱར་སྟངས་དེ་ག་འདྲས་བྱས་ནས་སྦྱར་བ་རེད་ཟེར་ན་དཔེ་ཅན་བཞིན་རེད་དེ་དཔེ་མོ་ལས་ཀྱང་ཁྱད་ཆོས་མཛེས་པའི་ཐོག་ནས། དཔེ་ཅན་སྐྱེས་སྐབས་དེ་སྨྱུག་མ་བཞིན་དུ་ཁྱད་ཆོས་ལྡེམ་ལྡེམ་གཡོ་བའི་ཐོག་ནས་སྦྱར་བ་རེད། མཛེས་མ་དཔེ་སྒྲོན་ཤར་བའི་ཡིད་འོང་བ་འདི་དཔེ་དཔེ་ཅན་བཞག་ནས་དཔེ་ལས་བྲིས་བུ་མོ་ནང་བཞིན་ཁྱད་ཆོས་སྙིང་ལ་སྡུག་པའི་ཐོག་ནས་སྦྱར་བ་ཡིན་ཙང་འདི་གར་ཆགས་པ་རེད། ཆོས་པས་ཆགས་པ་རེད་བྲིས་སོང། ལེགས་སེ་ད་ཁྱེད་རང་ཚོས་མ་བདེན་བསམ་ན་ང་རང་ཚོས་དཔེ་སྒྲོན་གྱི་སྐྱེས་སྐབས་ལྡེམ་ལྡེམ་གཡོ་བ་དེ་ཅིག་ལྟོས་དང་ཁྱེད་རང་ཚོས་ལྟད་མོ་དེ་ཨ་ནི་ཧ་གོ་གི་རེད།

ད་དེ་ཞུ་གོ་དེ་ལ། ཨ་ནི། ཁྱེད་རྣམ་པ་ཚོས་ཀྱིས་འདི་བསྟན་བཞེད་འདི་ལྟ་ཉོས་ཡོད་དྲོ། ཞེས་པ་བློ་བཟང་བདེ་ལེགས་ལགས་ཀྱིས་བཏང་བཞེད་པའི་མཛའ་གླུ་ཟེར་ཡག་གི་ཞེས་བགྱི་བ་ད་ལོ་ཁ་ཤས་མ་ལ་རེད། ད་ང་ཚོ་བཞེད་འདི་ཚར་གཅིག་ཉན་ད། བཞེད་འདི་ཉན་པ་ཡིན་ན་ག་རེ་ཡོང་གོ་ཨ་རེ་ཟེར་དུས་ཙམ་པ་ལ་བཞེད་འདི་ཡི་ནང་ལོ་ལ་ཆོས་དཔལ་གྱི་དཔེར་བརྗོད་གོ་དེ་པོ་དེ་འདྲའི་མང་པོ་ཞུ་ཡོད་རེད། དེ་འདྲའི་ཡིན་ཙང་ང་རང་ཚོ་མཉམ་དུ་བཞེད་འདི་གཅིག་ལྟ་གི་ཡིན་ད་རེད་བ།

ལེ་སེ། ད་དེ་ཞུ་གོ་དེ་ལ་དེ་ནི།
ད་ང་ང་ཚོ་རབ་ཏུ་བྱུང། བྱ་བའི་ཟེར་ངའི་དཔེ་ཆ་བ་དེ་ཚོ་གི་ཆེད་དུ་ཨ་ནི་བེད་སྤྱོད་ཅིག་སྔོན་འགྲོས་བྱེད་ཀྱི་ཡིན། ད་འདི་ག་རེ་རེད་ཟེར་ན། ཚེ་འདི་རྩ་རྩེ་ཟིལ་ལྟར་མི་བརྟན་ཡང། ལུས་འདི་ཡིད་བཞིན་ནོར་ལྟར་རྙེད་དཀའ་བས། ཐར་པའི་ལམ་སྣེ་འཚོལ་བའི་ཕུགས་འདུན་ནི་རྡོ་རྗེ་བཞིན་དུ་གཡོ་བ་མེད་པར་མཛོད། ད། ལམ་བཟའ་ལམ་བཟའ་ཚུལ་བརྗེ་བོ་རྒྱག་དགོས་དེ་ག་ལས་ཡོད་ད། ད་དེ་ཡིན་ད། ད་འདིའི་དོན་དག་ག་རེ་ཟེར་དགོས་རེད་ཟེར་ན། ང་རང་ཚོ་གི་ཚེ། ད། གང་ཅིའི་ཚེ་ལོ་བདུན་ཅུ་བརྒྱད་ཅུ་ཞིག་བསྡད་ཡོད་རྒྱུ་རེད་བ་ང་ཚོ་ད། རིང་ན། ཨ་ནེ་བེ་དི། མི་ཚེ་འདི་ཡི། རྩ་རྩེ་གི་ཟིལ་པ་ནང་བཞིན་བྱས་ནས་རྩ་ཡི་རྩེ་ལ་ཡོད་པའི་ཟིལ་པ་དེ་ཉི་མའི་ཡོལ་ཤར་བ་དང་དེ་བཅད་ནས་ཡལ་འགྲོ་གི་རེད་བ། བྱས་ཙང། བརྟན་པོ་མེད་པ་ལ། རྩ་རྩེ་གི་ཟིལ་པ་ནང་བཞིན་ཆུ་ཤིང་ནང་བཞིན་ཟེར་གི་རེད་ང་ཚོ་དཔེ་བཞག་གི་རེད་པ་རྨི་ལམ་ནང་བཞིན་ཟེར་ཡ་འདྲ་བོ། འོ་ཡ། མི་ཚེ་འདིའི་རྩ་རྩེའི་སྒང་ལ་ཟིལ་པ་རྩ་ཡི་རྩེ་ཡི་སྒང་ལ་ཡང་ཟིལ་པ་འཁོར་བ་ནང་བཞིན་བྱས་ནས་མི་བརྟན་པའམ་བརྟན་པོ་མེད་པ་གཡོ་བའི་རང་བཞིན་ཅན་གྱི་རེད། ལ་འོན་དུས་ཚེ་འདིའི་དཔེ་ཅན། རྩ་རྩེ་གི་ཟིལ་པ་དེ་དཔེ། ལྟར་མཚུངས་པ་གསལ་བྱེད་ཀྱི་སྒྲ་ཁྱི་ཆུའི་མི་བརྟན་པ། དེ་ཆགས་སོང། ང་ཚོའི་མི་ཚེ་འདི་རྩ་ཡི་རྩེ་གང་ལ་ཡང་བབས་པའི་ཟིལ་བ་ནང་བཞིན་བྱས་ནས་མི་བསྟན་པ་ཡིན་པ་ཡིན་ན་ཡང། ང་རང་ཚོས་ཀྱིས་བླངས་བསྡད་པའི་དད་པ་བརྗེད་དང་འབྱོར་བ་བཅོལ་འཚམས་པའི་དལ་འབྱོར་གྱི་མི་ལུས་རིན་པོ་ཆེ་འདི་ནི། ཡིད་བཞིན་གྱི་ནོར་བུ་ལས་ཀྱང། ཡིད་བཞིན་གྱི་ནོར་བུ་ལྟར་རྙེད་དཀའ་བ་ཅིག་རེད། ལ་འོང་དུས་དཔེ་ཅན་ལུས་འདི། དཔེ། ཡིད་བཞིན་གྱི་ནོར་བུ། ཁྱད་ཆོས་རྙེད་པ་དཀའ་བ་ཡིན་པའི་ཆ་ནས་མཚུངས་པ། དེ་འདྲས་ཅིག་རེད། ཡིན་པ་ཡིན་ཙང། ང་ཚོས་ག་རེ་བྱེད་དགོས་རེད་ཚེ་མ་བརྟགས་པ་རེད། བེད། ལམ་སང་ལམ་སང་ལུས་སྲོག་གཡོ་བ་ཆུ་ཡི་ཆུ་བོ་བཞིན་མྱུར་དུ་འཇིག་པའི་འཆི་བ་དྲན་པ་དང་མཚུངས་པ་ན་ཞེས་བྱས་ནས། ལུས་འདི་བེད། ཡིད་བཞིན་གྱི་ནོར་བུ་དང་རྩ་ཆེན་པོ་ཅིག་རེད་འདི་ཡི་སྟེང་ནས་ཐར་པ་དང་ཐམས་ཅད་བྱིན་པའི་གོ་འཕང་འགྲོ་གི་ཡིན་ནས་འདྲ་འདུག་ཨ་ནི་དེ་འདྲས་མ་བྱུང་ན་ཡང་སྔོན་ཐོག་ལྷ་དང་མི་ཡི་གོ་འཕང་འགྲོ་ཡ་ཡིན་ནས་ལུས་འདི་ཡི་སྟེང་ནས་འགྲོ་ཐུབ་ཀྱི་ཡོད་པ་ཡིན་དུས། ལུས་འདི་ཡིད་བཞིན་གྱི་ནོར་བུ་ལྟར་རྙེད་དཀའ་བ་ཅིག་རེད། རྙེད་དཀའ་བ་ཡིན་པ་ཡིན་དུས་ད་ང་ཚོ་ག་རེ་བྱེད་དགོས་རེད་ཟེར་དུས་ཐར་པའི་ལམ་ནས་ཚོ་ཡི་ཕུགས་འདུན་ནི་རྡོ་རྗེ་བཞིན་དུ་གཡོ་བ་མེད་པར་མཛོད་ཟེར་ལན། ད་ང་རང་ཚོ་ཕུགས་མཐའ་ཆེ་ཤོས་དེ་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་ནས་ཚོ་ཡག་གི་ཕུགས་ཀྱི་འདུན་པ་དེ་སོ་སོ་གི་དམིགས་ཡུལ་དེ་སོ་སོར་གོལ་ཏེ། འདི་རྡོ་རྗེ་ནང་བཞིན་བྱས་ནས་བརྟན་པོ་བྱས་ནས་གཡོ་བ་མེད་པར་བྱེད་དགོས་རེད་ཅེས་ནས་ལབ་ཡོང་དུས་ད་འདི་ཡང་ཆོས་པའི་ཆ་ག་དུ་བ་ལས་ཟེར། དེ་ནང་བཞིན་བྱས་ནས། ང་རང་ཚོས། ཡང་བསྐྱར་ངས་དཔེ་ཆ་བའི་ཆེད་དུ་བེད་སྤྱོད་འདྲ་པོ་གཅིག་བཞག་པ་ཡིན་ན་དབུ་མའི་གཞུང་དང་སྦྱར་བའི་སྟེང་ནས། ཆོས་ཀུན་གཟུགས་བརྙན་བཞིན་དུ་སྟོང་ན་ཡང། དངོས་པོའི་བྱ་བྱེད་སྤྲུལ་ལྟར་གཡོ་བས་ན། སྣང་ཞིང་སྟོང་ལ་སྟོང་ཞིང་སྣང་བ་ཡི་ལམ་དེ་སྒྱུ་མ་བཞིན་དུ་ངེས་པར་འགྱུར། དེ་ཡོད་རེད་བ་ང་ཚོ་དཔེ་ཆ་ནང་ལོ་ལོ་ར་ཐ་འདི་འདྲའི་གི་སོ་འདྲ་པོ་ཅན་ཆོས་ཐམས་ཅད་འདུས་བྱས་དང་འདུས་མ་བྱས་ཀྱི་འདོད་པའི་གི་ཆོས་ཡོངས་སུ་རྫོགས་པ་དེ། ཕི་གེ། ང་རང་ཚོ་ལ་སྣང་བདེ་གི་ཡོད་རེད་དེ་སྣང་བ་ནང་བཞིན་གྱི་ཡོད་མ་རེད་གཟུགས་བརྙན་ནང་བཞིན་བྱས་ནས་རང་བཞིན་གྱི་འཁྲུལ་པའི་སྟོང་པ་རེད། རེད་བ། གང་དུ་སྣང་བའི་དེ་ཡི་རང་བཞིན་གྱི་འཁྲུལ་པའི་སྟོང་བ་རེད། སྟོང་པ་རེད་དེ་ཡིན་ན་ཡང། མེད་པ་རེད་བས་ཟེར་ན་མེད་པ་མ་རེད་དངོས་པོའི་གི་བྱ་བྱེད་དང་ལས་རྒྱུ་འབྲས་དང་དངོས་པོའི་གི་བྱ་བྱེད་ཡོངས་སུ་རྫོབ་པ་དེ། ཡོང་གི་ཡོང་ཨ་དེ་ག་འདྲའི་གྲབས་ཀྱི་རེད་ཟེར་ན་དངོས་པོ་ཀུན་ལ་སྤྲུལ་ལྟ་བུ་ཟེར་ནས་སྤྱོད་འཇུག་ནང་ལ་སོང་པ་ན་ཤེས་ཀྱི་སྤྲུལ་པ་ནང་བཞིན་གྱིས་ང་རང་ཚོ་ལ་གཡོ་བསྡད་ཀྱི་ཡོད་རེད་མཐོང་བསྡད་ཀྱི་ཡོད་རེད་སྣང་བསྡད་ཀྱི་ཡོད་རེད་དེའི་མྱོང་བས་གྲུབ་ཀྱི་ཡོད་རེད་དེ་འདྲའི་ཡིན་པ་ཡིན་དུས་ཙམ་པ་ལ་སྣང་བཞིན་སྟོང་ལ་རེད་སྣང་གི་ཡོད་རེད་སྣང་བ་ན་ཤེས་ཡོད་མ་རེད་སྟོང་པ་རེད་སྟོང་པ་རེད་ཡིན་ན་ཡང་ཡུལ་ལ་ག་སོ་གོ་རེད་པས་ནི་ཐ་སྙད་དུ་ཡོད་པ་རེད་དེ་འདྲའི་ཡིན་པ་ཡིན་ཙང་སྣང་བཞིན་སྟོང་ལ་སྟོང་བཞིན་སྣང་བ་ཡི་ལམ་འདི་དེ་འདྲའི་གི་གནས་ལུགས་དེ་འདི་ཨ་ནི་ག་འདྲ་ཞིག་རེད་ཟེར་དུས་བརྩམས་པ་ལ་རྒྱུ་མ་ནང་བཞིན་གྱིས་ངེས་པར་འགྱུར། དེ་རྒྱུ་མ་ནང་བཞིན་གྱིས། དངོས་ནས་ཡོད་རེད་པས་རྩད་གཅོད་བྱེད་ཁ་ཕྱིན་པ་ཡིན་ན་ཡུལ་གྱི་ངོས་ནས་གཏན་ནས་མེད་བསྡད་པ་གྱིས། ཡང་ཡུལ་གྱི་ངོས་ནས་མེད་པ་ཡིན་ན་ཡང་ཡོད་པ་དེ་མྱོང་བས་གྲུབ་བསྡད་པ་འདྲ་བོ། དེ་འདྲའི་ཡིན་པའི་རྩིས་ཡིན་དུས་བརྩམས་པ་ལ་ཆོས་སྐུའི་གཟུགས་བརྙན་བཞིན་དུ་སྟོང་ན་ཡང་དངོས་པོའི་བྱ་བྱེད་སྤྲུལ་ལྟར་གཡོ་བས་ན་སྣང་ཞིང་སྟོང་ལ་སྟོང་ཞིང་སྣང་བ་ཡི་ལམ་དེ་རྒྱུ་མ་བཞིན་དུ་ངེས་པར་འགྱུར། ལ་འོན་དུས་དག་འདི་གར་ཆགས་འདུག། བྱོས་པའི་ཆ་ཡོད་དོ། དེ་འདྲ་བ་ཅིག་ང་ཚོ་གཞུང་ཆེན་པོ་ནང་ལོ་ལ་མང་པོ་ཡོད་རེད་ངས་དཔེ་མཚོན་གཅིག་སྟོན་གི་ཡེར་བ། ང་ཚོ་རྗེ་རིན་པོ་ཆེ་གི་ལམ་རིན་བསྡུས་དོན་གི་ནང་ལོ་ལ་འདི་ཡོད་པ། དལ་བའི་སྟེང་དུ་ཡིད་བཞིན་ནོར་ལས་ལྷག། འདི་འདྲ་རྙེད་པ་ད་རེས་གཙང་ཞིང་ཡིན། རྙེད་དཀའ་འཇིག་ལ་ནམ་མཁའི་གློག་དང་འདྲ། ཚུལ་འདི་བསམ་ནས་འཇིག་རྟེན་བྱ་བ་ཀུན། འབུན་པ་འཆའ་བ་བཞིན་དུ་རྟོགས་གྱུར་ནས་ཉིན་མཚན་ཀུན་ཏུ་སྙིང་པོ་ལེན་པར་དགོས། ལ་འོས་བ། འོ་འདི་འདྲ་བ་ཅིག་ལ་ཆ་མཚོན་པ་ཡིན་ན། ད་ང་ཚོ་གཟིགས་དང། ཐར་བའི་རྟེན་དད་པ་བརྗོད་དང་འབྱོར་པ་བཅུ་འཚམ་པའི་དལ་འབྱོར་གྱི་མི་ལུས་རིན་པོ་ཆེ་འདི། ཡིད་བཞིན་གྱི་ནོར་བུ་དཔེ་ཡིད་བཞིན་གྱི་ནོར་བུ་ལས་ཀྱང་ལྷག་པ་རེད་ཤག། ཅིག་ཆེ། འདི་འདྲ་རྙེད་པ་ད་རེས་གཙང་ཞིག་ཡིན། ད་རྙེད་ཀ་འཇིག་ལ་ནམ་མཁའི་གློག་དང་འདྲ་ཟེར་ཏེ། དར་བའི་རྟེན་འདི། ཨ་ནི། ཡིད་བཞིན་གྱི་ནོར་བུ་དང་འདྲ་བ་ཅིག་རེད་དེ། ཡིན་ན་ཡང་རྙེད་པ་དཀའ་བ་ཡིན་པ་ཅིག་ལ་འཇིག་སླ་བ་ཅིག་རེད། འཇིག་སླ་བ་ཡིན་པའི་དཔེ་དེ་ག་རེ་རེད་ཟེར་དུས་ནམ་མཁའི་གློག་ནང་བཞིན་རེད། དེ་འདྲ་ཞིག་རེད། ཚུལ་འདི་བསམས་ནས་འཇིག་རྟེན་བྱ་བ་ཀུན་སྦུན་པ་འཆའ་བ་བཞིན་དུ་རྟོག་བཅོས་ནས་ལའོ་འདུས་དཔལ་ཆེན་འཇིག་རྟེན་གྱི་བྱ་བ་ཡོངས་སུ་རྫོགས་པ་དེ་སྦུན་པ་རྣམས་ལ་འཆའ་བ་ནང་བཞིན་བྱས་ནས་རྟོག་དགོས་རེད་དེ་རྟོག་པའི་སྟེང་ནས་རང་ཉིད་ཀྱི་ཉིན་ཚེ་ཀུན་ཏུ་སྙིང་པོ་ལེན་དགོས་རེད་མི་ཚེ་གི་དེ་བས་སྙིང་པོ་ལེན་དགོས་རེད་ཅེས་ནས་ང་ཚོ་ད་ཡོད་གཏན་དེ་ཡིད་བཞིན་ནོར་ལས་ལ་འདི་འདྲ་རྙེད་པ་ད་རེས་ཙམ་ཞིག་ཡིན་རྙེད་ག་འཇིག་ལ་ནང་ཁའི་གློག་དང་འདྲ་ཚུལ་འདི་བསམས་ནས་འཇིག་རྟེན་བྱ་བ་ཀུན་སྦུན་པ་འཆའ་བ་བཞིན་དུ་རྟོག་བཅོས་ནས་ཉིན་ཚེ་ཀུན་ཏུ་སྙིང་པོ་ལེན་པ་དགོས་ཟེར་བའི་ཡོད་པ་ད་དེ་གས་དེ་དངོས་གནས་དྲང་གནས་ཀྱི་ང་ཚོ་ཆོས་བོད་ཀྱི་ད་དཔེ་མཚོན་ཡོད་ན་མེད་ན་རེད་འདི་ངའི་དཔེ་མཚོན་ཙམ་གྱི་རེད་ཁྱེད་རྣམ་པ་ཚོས་ཀྱི་ཕྱག་དཔེ་གཟིགས་པའི་སྐབས་དེ་ལ་ཕྱག་དཔེ་ཀྱི་རྣམ་རོག་ལ་དེ་འདྲས་མང་པོ་ཡོད་རེད་ཧ་ལས་པ་མང་པོ་ཡོད་དེ་གས་དེ་ལ་ཐུགས་སྣང་གནང་པ་ཡིན་ན་ཡག་པོ་ཞིག་རག་ཡོད་རེད་བསམ་འདུག་ལེགས་སེ། ཐུགས་རྗེ་ཆེ། ཨ་ནི་ང་ཚོ་ཐེངས་རྗེས་མའི་གི་ད་སྙན་ངག་སློབ་ཚན་བྲིས་པའི་སྐབས་ལ་ཡང་བསྐྱར་མཇལ་ཡོང་ཐུགས་ཆེ་གནང།